གནམ་འོག་གི་གསར་འགྱུར་ཚན་པའི་ཀུན་ཁྱབ་འཕྲལ་སྡོམ་ལེ་ཚན་མུ་མཐུད་ནས་རྒྱང་སྲིང་ཞུ་བཞིན་པ་ཡིན། ད་དེ་རིང་ཨ་རིའི་ནེའུ་ཡོག་ལ་ཡར་གྲལ་གསར་ཉི་མ་བྱས་ཕྱི་ལོ་ཉིས་སྟོང་བརྒྱད་མའི་ཉི་ཤུ་རྩ་དྲུག་ལོའི་ཕྱི་ཟླ་བརྒྱད་པའི་ཚེས་པ་ཉི་ཤུ་རྩ་གསུམ་ཆ་སྡེ་གི་ཡོག་རེད། འདི་གི་འཕྲལ་སྡོམ་ལེ་ཚན་ནང་ལོགས་ལ་ཡར་སྙན་ཚིག་སྒྲོག་སྦྱང་ཞུས་རྗེས་སྙན་ཚིག་དེ་ཡང་མདོ་ཁམས་ལི་ཐང་གི། ཁྱབ་ཁོངས་སུ་གཏོགས་པའི་རྩོམ་པ་པོ་གཉིས་ཀྱིས། མདོ་ཁམས་ཏྲེ་ཧོར་གྱི་ཁྱབ་ཁོངས་སུ་གཏོགས་པའི། ད་ནི་རླབས་ཆེན་འདས་པོ་དམ་པ་གཉིས་ལ་རྗེས་དྲན་ལྟ་བུའི་རྩོམ་ཡིག་བྲིས་པའི་རྩོམ་ཡིག་གལ་ཆེན་པ་ཁག་གཉིས་སྒྲོག་སྦྱང་ཞུས་པ་ཡིན། དང་པོ་དེ་ལ། རྒྱ་གར་ལྷོ་ཕྱོགས། སྤང་སྟེང་འབྲས་དཀར་བོང་བ། མཁས་མང་བློ་གསར་བྱེ་བའི་གླིང་གྲྭ་ཚང་གི། སྤོམ་པོར་ཁམས་ཚན། ཁོ་རང་གི། སྨྱུག་མིང་ལ་སྤོམ་པོར་སྒང་པ་ཟེར་ནས། ཁོ་རང་གི་མཚན་དངོས་གནས་ལ། ཕུན་ཚོགས་བཀྲ་ཤིས་ཞུ་གི་ཡོད་རེད་བ། ད་ཁོང་གིས། རྒྱལ་གཅེས་དཔའ་བོ་འདས་པོ་དམ་པ། བཀའ་དྲིན་ཅན། བློ་དགའ་རང་བཙན། གང་ཉིད་ལ། རྗེས་དྲན་གྱི་བདུན་ཚིགས། བདུན་གྱི་རིགས་ལ། ཚིགས་བཅད་བདུན་གཅིག་སྤེལ་ཡོད་རེད་དེ་ཡིན་དུས། གནམ་འོག་གསར་འགྱུར་ཚན་པའི་ཐོག་ནས། སྙན་ཚིག་སྒྲོག་སྦྱང་ཞོལ་ལ་ཡག་མ་མང་པོ་ཅིག་འདེམས་སྒྲུག་བྱས་པའི་ནང་ལོགས་ལ་གོ་བདེ་པོ་དང། མང་ཉུང་འཚམ་པོ་དེ་འདྲ་ཅིག་གི་ཐོག་ནས་ཁོང་གིས་རྩོམ་ཡིག་དེ་འདེམས་བྱས་ནས་ཁོང་ལ་ཡང་འབྲེལ་བ་ཞུས་པའི་ཐོག་ནས། ད་བདུན་ཚིགས་དང་པོ་ལ། ཚིགས་བཅད་འདི་འདྲ་ཅིག་རྩོམ་གནང་ཤག། བློ་ཁ་རང་འཛིན། བློ་གཅིག་སེམས་གཅིག་རེད། གཏམ་གྱི་དྭངས་མ་གནམ་ལྕགས་ཐོག་ལས་རྣོ། གོམ་ཁ་དྭངས་མའི་ས་གཞི་གཡོམ་གཡོམ་བྱས། རང་དབང་སྒྲོན་མེའི་སྟོབས་ཆེན་ནགས་ལ་སྤར། བདུན་ཚིགས་གཉིས་པ། བློ་ཁ་རང་བཙན་བློ་རྩ་བརྟན་པོ་རེད། མཐའ་མའི་གཏམ་གྱིས་སེམས་ཀྱི་རྨ་ཁ་བཟོས། མཐའ་མའི་རྡོག་སྒྲས་རྒྱལ་ཚོགས་གཡོ་འགུལ་བཏང། རང་བཙན་མེ་ལྕེ་འཛམ་གླིང་ཡོངས་ལ་སྒྲོན། བདུན་ཚིགས་གསུམ་པ། བློ་དགའ་རང་མཚན། དོན་དམ་དཔའ་བོ་རེད། མཐའ་མེད་ཁ་ཆེམས། གསེར་སྐུ་རྡོ་རིང་རེད། མཐའ་མེད་གོམ་ཁ། ལས་འགན་ལྗིད་པོ་རེད། མེ་ལྕེ་ཕུང་པོ་ལོ་རྒྱུས་དཔང་པོ་རེད། བདུན་ཚིགས་བཞི་པ། བློ་དགའ་རང་མཚན། བཙན་པོའི་བུ་རྒྱུད་རེད། མཐའ་མི་ཁ་ཆེམ། བཙན་པོའི་དགོངས་པ་རེད། མཐའ་མི་གོམ་ཁ། བཙན་པོའི་སྙིང་སྟོབས་རེད། མེ་ལྕེའི་ཕུང་པོ། བཙན་པོའི་ཁྲག་རྒྱུན་རེད། བདུན་ཚིགས་ལྔ་པ། བློ་དགའ། དོན་དམ་རང་བཙན་རྩོད་མཁན་རེད། མཐའ་མི་ཁ་ཆེམ། དོན་དམ་རྩ་དོན་རེད། མཐའ་མི་གོམ་ཁ། འཐབ་རྩོད་ལམ་བུ་རེད། རང་ལུས་མེ་ལྕེ། རང་བཙན་འོད་སྣང་རེད། བདུན་ཚིགས་དྲུག་པ། བློ་ཁ་རང་བཙན། ཁ་ཡོད་ལག་ཡོད་རེད། གཏམ་གྱི་དག་མ། དོན་གྱི་རྩ་དོན་རེད། མཐའ་མའི་གོམ་ཁ། འཐབ་རྩོད་སྣེ་ཁྲིད་རེད། མེ་ལྕེའི་ཕུང་པོ། འཐབ་རྩོད་དཔང་པོ་རེད། བདུན་ཚིགས་བདུན་པ། བློ་ཁ་རང་བཙན། ཕུལ་བྱུང་དཔའ་བོ་རེད། གཏམ་གྱི་དག་མས། ཀུན་ལ་བསྙེན་སྒྲུབ་སྦྱིན། གོམ་ཁ་དག་མས། ཚང་མ་གཉིད་ལས་ལངས། རང་ལུས་མེ་ལྕེས་རང་བཙན་གསལ་བར་བྱས། བྱས་བྱས། བདུན་ཚིག་བདུན་གྱི་བར་དུ། དུ་ཟེར་བྲིས་ན་ཤ་ཡག་པོ་ཞེ་དྲག་འདུག། ད་དེའི་རྗེས་ལ་ཡང། ད་ཉེ་ལམ། སྐུ་ཞེས་བར་གཤེགས་པ། བོད་ཁ་བ་གངས་ཅན་ལ་བཀའ་དྲིན་ཅན་གྱི། མཁས་པའི་དབང་པོ། དགེ་བཤེས་ལྷ་རམས་པ།

ཨ་ནི་དགེ་བའི་བཤེས་གཉེན་ཆེན་པོ་མཆོག་དང་འབྲེལ་བའི་ཐོག་ནས་རྩོམ་གཅིག་དཔེ་བཞག་འདི་སྒྲོག་བྱང་ཞོལ་བཅས། ཀྱེ་མ་ཀྱེ་ཧུད། མི་ལོ་བཅུ་ཕྲག་གཉིས་ཀྱི་སྔུན་ཙམ་དུ། ལྷ་རམས་དམ་བཅའ་ལྷན་ཅིག་བཞག་པ་དང། བརྒལ་བརྟག་བགྲོ་གླེང་ཡང་ཡང་བྱས་པ་རྣམས། ད་ལྟ་མིག་ལ་མངོན་སུམ་བཞིན་དུ་ཤར། སྲིད་གསུམ་མི་རྟག་རྩ་ཚིག་ཟིལ་བ་སྟེ། མཁའ་གསང་ཁྱེད་ཉིད་འཇིག་རྟེན་འདི་པ་ནས། གཏན་དུ་གཞལ་བར་ཟིན་པའི་གཏམ་ངན་དེ། སྙིང་དང་རྣ་བར་ཚེར་མ་བཞིན་དུ་གྱུར། བདག་ལ་ལས་ཀྱིས་འབྲེལ་བའི་ཆོས་ཀྱི་གྲོགས། ཆོས་དང་ཟང་ཟིང་ལྷན་ཅིག་སུས་སྤྱོད་པ། གང་དག་འཆི་མེད་ལམ་དུ་གཤེགས་པ་རྣམས། གཏན་དུ་དགེ་བའི་སྨོན་ལམ། རྟག་ཏུ་འདེབས། གཟི་བྱས་བྱས། ཡང་ལྡན་པའི། དགའ་ལྡན་རྣམ་པར་རྒྱལ་བའི་གླིང་ནས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ལོའི་ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་གསུམ་གྱི་ང་དྲོ་སི་ཏུའི་ད་ཐང་ཐ་དད་ལ་ཡ་ཨ་རི་ནང་ལོགས་ལ་ཚེས་ཉི་ཤུ་རྩ་གསུམ། རྒྱ་གར་ལ་ཚེས་ཉི་ཤུ་རྩ་གསུམ་དེ་དག་ཡོ་ར་འགྲོ་གི་ཡོ་ར་བ་ཨོ་དེ་འདྲའི་འདྲ་བྱེད་ཀྱི་སྐབས་ལ་ཡིན་དུས། ད་ཙུ་ཆེ་ཤོས་ངའི་སྒང་ལ་བཞུད་པ་ནང་བཞིན་རེད། ང་རང་ཚོ་བོད་ཁ་བ་གངས་ཅན་གྱི་ལྗོངས་ལ། རྩ་བའི་གི་ད་ལྟའི་གི་དུས་ཚོད་ལ་མུན་ནག་ནང་ལོགས་ལ་ཆེས་མུན་ནག་གི་དུས་ཚོད་ཅིག་ཆགས། འདི་འདྲའི་གི་སྐབས་ལ་ཡིན་པ་ཡིན་ན་ཡང་དངོས་གནས་དྲང་གནས། སྐྱབས་མགོན་རིན་པོ་ཆེ་གི་དབུས་པའི། ཆོས་ལུགས་ཆོས་བརྒྱུད་ཁག་གི་དབུ་ཁྲིད་བླ་ཆེན་རྣམ་པ། མི་ཐོག་རྒན་པ་རྣམ་པས་གི་སྐུ་ལས་ཚད་མེད་པ་ཅིག་བསྐྱོན་པ་ལ་བརྟེན་ནས། བཙན་བྱོལ་བོད་པའི་སྤྱི་ཚོགས་དེ་ད། ལོ་བཅུ་གྲངས་མང་པོ་ཞིག་གི་རིང་ལ་ཡང་ཤེས་ཡོན་པ་གསོ་སྐྱོང་བྱས་ནས་ད་ཤེས་ཡོན་པ་མང་པོ་ཞིག་ཐོན་ཡོང་དུས། ཤེས་ཡོན་པའི་བདེ་སྐྱིད་དེ་ག་བ་ནས་མེད་པ་ཆགས་འགྲོ་གི་འདུག་དགུང་ལོ་ཆུང་ཆུང་གང་ལ་ད་ག་བ་ནས་མེད་པ་བཟོ་གི་ཡོད་ན་མེད་ན་ཟེར་ག་ས་ང་ཚོ་གནམ་འོག་གི་གསར་འགྱུར་ཚན་པའི་ཀུན་ཁྱབ་བརྙན་འཕྲིན་ལས་རམ་གྱི་ལས་རམ་སུམ་བརྒྱ་ཉི་ཤུ་རྩ་གཅིག་པའི་ཐོག་ལ་རྣམ་པ་ཚོ་ལ་ཡང་སྙན་གསུངས། སྒྲོན་ཟིན་པ་རེད། དེ་ཡིན་དུས་ད་ལྟའི་དང་དེ་འདྲ་བོ། ཁ་སང་ལས་རབ་ན་ལ་ཞུས་པ་ཤེས་སོང་རེད། དགེ་བཤེས་ངག་གི་དབང་ཕྱུག་ལགས། དགུང་ལོ་ཆུང་ཆུང། དེ་དེ་བཞིན་གྱི། ད་སྐབས་དེ་དུས་ཀྱི་དགུང་ལོ་ཆུང་ཆུང་མང་པོ་ཅིག་གི། རྣམ་པ་ཚོ་ལ་ཡང། དེ་ནས་རྗེས་དྲན་གྱི་ཚུལ་དུ་ཞུས་ཡོད་རེད་དཔེར་ན་བྱ་བཞག་པ་ཡིན་ན་ད་བོད་ནང་ལོགས་ལ་ཡིན་ན། སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་ནས་བྱས་བྱས། ཨ་ནི་མཁན་ཆེན་འཇིགས་དཔོན་ཕུན་ཚོགས་ནས་བྱས་ནས། དགུང་ལོ་ཆེན་པོ་ཁྱོན་དུ་ཆགས་ཀྱི་ཡོད་པ་མ་རེད། དེ་ནས་ད་ང་ཚོ་བཙན་བྱོལ་ནང་ལོགས་ཡིན་པ་ཡིན་ན་ཡང་ད་བོད་ནང་གཅིག་པོ་མ་ཡིན་པར་བཙན་བྱོལ་ནང་ལོགས་ལ་བོད་ཕྱི་ལོགས་ལ་ཡིན་ན་ཡང། ད་མཁས་པ་མང་པོ་ཅིག་དགུང་ལོ་ཆེན་པོ་བཞུགས་མ་ཐུབ་པའི་ཐོག་ནས་ཕེད་འགྲོ་གི་འདུག་ད་དེ་ག་རེ་ཡིན་ན་ཟེར་ཁ་སང་ད་དོགས་འདྲི་ཆེན་པོ་ཅིག་ཀྱང་བཞག་ཡོད་རེད་དེ་ཡིན་དུས་ད་དེ་འདྲའི་ནང་ལོགས་ལ་ཡིན་པ་ཡིན་ན་ཡང། སེར་སྨད། ཐོས་བསམ་ནོར་གླིང་གྲྭ་ཚང་ནང་ལོགས་ལ་སློབ་སྦྱོང་མཐར་ཕྱིན་པའི་དགེ་རྩ་འབའ་ཞིག་ཐུབ་བསྟན་བསམ་པའི་སྡེ་དེ་བཞེངས་མཁན་དཔལ་ལྡན་བཀྲ་ཤིས་གོང་མ་གྲྭ་ཚང་ནང་ལོགས་ལ་སློབ་སྦྱོང་མཐར་ཕྱིན་པའི་དགེ་བཤེས་ལྷ་རམས་པ་དགེ་བཤེས་འཇམ་ཉི་མ་ལ་སོགས་པ་ཁ་ཚང་བཞི་ཡོད་རེད་བ། དེ་ནང་བཞེངས་མཁན་གསེར་བྱེས་མཁས་སྙན་གྲྭ་ཚང་གི་ནང་ལོགས་ལ་སློབ་སྦྱོང་མཐར་ཕྱིན་པའི་དགེ་བཤེས་ལྷ་རམས་པ།

དགེ་རྒན་ཟུར་པ། དེ་འདྲའི་ལ་སོགས་པ་མང་པོ་བྱས་པའི་མཐར། བཙན་བྱོལ་སྤྱི་ཚོགས་ནང་ལོ་ལ་ལོ་བཅུ་ཕྲག་མང་པོ་དཀའ་ལས་བརྒྱབ་ནས་སློབ་སྦྱོང་ཐོན་ཚར་མཁན་དེ་ཚོ། ད་དགུང་ལོ་ཆུང་ཆུང་ག་ལ་ཨ་ནེ་ཞུགས་མ་ཐུབ་པ་ཆགས་འགྲོ་གི་འདུག་ད་འདི་ཚོ་ག་རེ་བྱས་པ་རེད། ཁ་སང་ཞུས་ཡོད་རེད་དབུ་མའི་ལམ་གྱི་ཐོག་ནས་ང་ཚོ་ད་ལྟའི་ཕན་ཆད་ལ། ད་བོད་རིགས་སྤུན་ཟླ་མང་པོ་ཞིག་གིས་རྒྱ་ནག་ལ་གཏུན་ཁེལ་དང། ཐབས་ལམ་སྣ་ཚོགས་ཅིག་བྱས་ནས་ཡོང་པ་རེད་དེ། ཡིན་ན་ཡང་ད་ད་ལྟའི་གནས་ཚུལ་ལ། ཞེན་པ་གས་མ་རེད་ང་ཚོ་ཁ་ཡོག་ལག་ཡོག་གིས་ཁ་ཐུག་ཁོ་རང་འཛུགས་འཛུགས་ཡ་ཡིན་པ་ཡིན་ན། ད་གི་གང་རེད་ཞུས་པས་གིས་ད་དགོང་ལོ་ཆུང་ཆུང་ནང་ལོ་ལ། དགེ་བཤེས་འཇམ་དཔལ་ལོ་ཤས་ལྟ་བུ། ད་ག་ནང་བཞིན་གྱི་དགེ་བཤེས་དཀོན་མཆོག་དངོས་གྲུབ་ལྟ་བུ། ཁོང་རྣམ་པ་བོད་ལ་ཡག། བཤགས་པར་བ། ཐ་མྱ་ཆ། དགེ་བཤེས་ལྷ་རམས་པ་ངག་གི་དབང་ཕྱུག་མཆོག་ཧོང་ཀོང་ནང་ལ་བཤགས་པར་བ། ད་ཧོང་ཀོང་འདི་རྒྱ་ནག་གི། ཁོ་ཚོ་ད་ལྟའི་ཆ་ལ་ཆ་ཤིས་འདྲ་བྱེད་བསྡད་ཡོད་རེད་བ། བྱས་ཟ་འདི་བྱེད་དུས། ད་ང་ཚོ་གློ་སྙིང་བྲང་གསུམ་བསྟན་ནས། པི་མོ་ས་ལ་བཙུགས་ནས། ལག་པ་ཐལ་མོ་རྒྱག་བྱས། དེ་ནས་རེ་བ་དང་མ་སོང་ན་བཤུས་བྱས་ང་ཚོ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི། བཅའ་ཁྲིམས་ཀྱི་སྒྲོམ་གཞིའི་འོག་ལ་རྩ་ཁྲིམས་ཀྱི་སྒྲོམ་གཞིའི་འོག་ལ། པ་དང་དེ་འབྲེལ་གྱི་བསམ་ཚུལ་ཅིག་བཏོན་ནས་བསྡད་ཆོག་པ་བྱས་ཟེར་གྱི་ཞུས་བསྡད་པ་དེ་གི་བརྒྱུད་རིམ་ནང་ལོགས་ལ། ད་ཁོང་ཚོ་དགུང་ལོང་ཆུང་ཆུང་དེ་འདྲ་ཡིན་པ་ཡིན་ན་ཡང་དེ་ཚོ་ག་རེ་བྱས་ནས་ཁྱོད་ཚོ་ཡར་ཐོན་ཅན་གྱི་རྒྱལ་ཁབ་ཧྲིལ་པོ་ཞིག་ཡིན་ཟེར་གྱི་ཡོད་རེད་ག་རེ་བྱས་ནས་སྐུ་སྲོག་སྐྱོབ་མ་ཐུབ་པ་རེད་ཟེར་ད། ཨ་ལས་དགུང་ལོ་ཆུང་ས་ནས་ང་ཚོ་དཔེ་མཚོན་དུ་བཞག་པ་ཡིན་ན། དེ་འབྲེལ་གྱི་ཐོག་ནས། ད་ང་ཚོ་བོད་མི་མང་འདི་གནའ་སྔོན་མ་ཡིན་ན། བརྒྱ། དོག་པའི་ཕུང་སྲི་བྱས་ནས་དོག་པ་སངས་ངེ་མང་ཆོས་ཆོས་བརྒྱ་ལ་བཞག། རལ་བ་གི་ཕུང་ངེ་མང་ཆོས་ཆོས་བོད་ཀྱི་ཆོས་ལ་བཞག། བོད་རལ་བའི་ཕུང་བརྒྱ་དོག་པའི་ཕུང་སྲི་བྱས་ནས་བསྡད་པ་རེད། ད་ད་ལྟའི་ཆ་ལ། ང་ཚོ། དངོས་གནས་དྲང་ནས། གཞན་དང་མ་འདྲ་བ་ཅིག་དམིགས་བསལ་གྱིས། གནས་ཚུལ་མང་པོ་ཞིག་རོ་ཅིག་གསར་བ་མང་པོ་ཅིག་ཐོན་ཡོང་པ་ཡིན་ཙང་ང་ཚོས་དམིགས་བསལ་གྱིས་དོག་པ་མང་པོ་ཅིག་བསླངས་པའི་གནས་སྟངས་ཅིག་ཆགས་ཡོང་གི་ཡོད་རེད། བྱས་རྗེས། ད་ལྟའི་བོད་མི་མང་ལ། དྲན་གསོ་ཞེས་པའི་ཐོག་ནས་ད་ལྟ་རིང་ནག་མོ་བའི་གསང་རྒྱུད་ཚན་པའི་ཀུན་ཁྱབ་འཕྲལ་སྡོམ་ལེ་ཚན་དེ་སྔ་འཁྱུག་བཟོ་ཞུས་པ་རེད་འཕྲལ་སྡོམ་ལེ་ཚན་དེ་སྐབས་རེ་གསང་རྒྱུད་ངོ་བོ་ཡོང་གི་ཡོད་རེད་སྐབས་རེ་གང་ཟག་སྒེར་པས་བྲིས་བཞག་པའི་སྙན་རྩོམ་གལ་ཆེ་བ་ཆེ་བ་དང་འགྲིག་གི་ངོ་བོའི་ཐོག་ནས་ཡོང་གི་ཡོད་རེད་དེ་བྱེད་དུས། ད་ད་ལྟ་འདི་འདྲ་བོ་ཡིན་པ་ཡིན་ན། སྙན་རྩོམ་གལ་ཆེ་བ་དང་འབྲེལ་དེ་ནས། ཧ་ཅང་རྩ་ཆེ་བའི་མི་སྣ་རྗེས་དྲན། དེ་འབྲེལ་དང་འབྲེལ་བའི་ཐོག་ནས་ཡོང་བ་འདེབས་པའི་ལས་རིམ་གྱི་ཆ་ག་ཡོག་རེད། ཨ་རྣམ་པ་ཚོ་ལ་ཐུགས་སྨོན་བཟོད་ཡག་ཅིག་དང་གང་མང་མང་ཅིག་བརྒྱུད་སྤེལ་ཡོང་བ་ཅིག་གིས། ད་ནི་རེ་སྐུལ་ཞུ་གི་ཡོད། ལས་ཟེར།